མདོ་ལོག་ཆོས་པ་ཡིན་ན་བྱང་ཆུབ་ཀྱི་སེམས་མ་སྐྱེས་པར་སྐྱེ་བྱ་ཚིག་པས་དེ་བཞིན་གཤེགས་པ་སངས་རྒྱས་དང་དེ་ན་རྩ་བ་དཀོན་མཆོག་དྲི་མ་མེད་པ་ཡང་ན་དེ་ནི་དམ་པའི་ཆོས་ལ་དཀོན་མཆོག་དྲི་མ་མེད་པར་ཞུ་ན་འགྲིག་ཟེར་ནོ། དོ། གསུངས་པ་ཟེར་ནས་དེ་ནི་སངས་རྒྱས་ཀྱི་ཞལ་རྣམས་ལ་དེ་ནི་ང་དང་མཆོད་པ་པོ་ལས་ཟེར་དེ་ནི་མཆོད་པ་པོ་བྱའི་ཡུལ་བོ། དེ་ནི་མཆོད་པ་ཀ་ཚུགས་པོ་ལས་ཞུ་བ་སྙམ་པོ་དེ་ནི་སྨན་ཏོག་འབྲས་བུ་ཇི་སྙེད་ཡོད་པ་དང་སྨན་གྱི་རྣམ་པ་གང་དང་གང་ཡོད་དང་ཟེར་དེ་ནི་བདག་པོས་མ་བཟུང་བའི་མཆོད་པ་པོ་བྱ། དེའི་སྟེང་བུ་ནི་དེ་ནི་བདག་པོས་བཟུང་བའི་མཆོད་པ་པོ་བྱ། བོ་ལ། དེ་ནས་ཡར་དང་དེ་རས་རྣམས་ལ་བདག་གིས་ནི།

ཚོགས་ཀྱི་མཆོག་ཅིག་ལ་གཞི་འདུག་སྐུ་ཉིད་བགྲང་གིས་ལུས་དུས་པ་ཡི་འདག་ཆ་ཚ་ལེ་ཟེར་སྙམ་པོ། དེ་ནས་སངས་རྒྱས་ཆོས་དང་ཚོགས་ཀྱི་ཚོགས་རྣམས་ལྷ་ཟེར་མཁན་ཚོགས་ལྷ་དེ་ནས་སངས་རྒྱས་ཆོས་དགེ་འདུན་ལ་ཕྱག་འཚལ་ལེ་ཟེར། ནམ་རྒྱུན་ནི་ང་དང་དེ་ནི་ཡན་ལག་བདུན་པ་ཡང་རྒྱ་ལ་དང་པོ་ཕྱག་འཚལ་དེ་ནས་མཆོད་པ་འབུལ་དུ་ག་ལ་ཡིན་ན་ཇོ་ཇུག་ན་ཅི་འདུག Different Cute སྐད་ཟེར་ན་དང་པོ་མཆོད་པ་འབུལ་དེ་ནས་ཕྱག་འབུལ་ཚལ་ཆ་སྣོག། དེ་ནས་ཞགས་པ་བཅད་ཆ་སྤོ་ལ་དེ་ནས་ང་དང་སྙིང་པོ་སྟོབས་བཞིའི་ནང་ནས་དང་པོ་རྣམ་པར་སུན་འབྱིན་པའི་སྟོབས་པོ་ཐོག་མ་མན་དེ་འཁོར་བ་ན་ཚེ་རབས་འདིའམ་གཞན་དག་ཏུ་ཟེར་ཏེ་དེ་ནས་ང་དང་རྣམ་པར་སུན་འབྱིན་པའི་སྟོབས་པོ་བཞུ་བ་ཚལ་དེ་སྣོག། དེ་སྟེང་པོ་ནས་དེ་ནས་སྟེང་གི་སྟོབས་པོ་ལ།

སྔོན་ཆད་མྱོང་སྟེ་བཤིག་པ་ལས་བདག་ལ་ལག་པ་ཅི་ཞིག་ཡོད་བདག་གིས་དེ་ལས་གཞན་བྱ་བའི་བླ་མའི་བཀའ་དང་འགལ་བར་བྱ། ཟེར་མཁན་པོས་རྣམ་པར་སུན་འབྱིན་པའི་སྟོབས་པོ་ཞུ་བར་མཛད་དེ་ནོ། དེ་ནས་ཐོས་བསམ་པ་ཟེར་ནི། མདོ་ཐོག་ཆོས་སྤེལ་ན་ཆོས་སྤྱོད་ཀྱི་ལེའུ་ཉི་སྤེལ་ནང་ཀློག། དེ་ནས་ཡན་ལག་བདུན་ཡི་སྒོ་ནས་ཚོགས་བཤགས་བྱ་ཟེར་ནང་ནས་ཡན་ལག་གསུམ་མེད་དེ་ནས་ཕྱག་བསལ་ཆིག་བཟོ། ཟབ་ཅིང་རྒྱས་ཟེར་བ་དེ་ནི་རེ་རེ་རེ་རེ་བརྗོད་དེ་ལྷག་བཞུགས་ཀྱང་རྫོགས་ལྟ་ཡིན་ནོ་ཞུ་བྱས་ནས་ཡལ།